ཡང་དག་ལྟར་སྣང་མངོན་སུམ་ཡང་དག་དང། ཀར་སོགས་པར་འཇིག་པ་ཡང་དག་སྙིང་ག་ལས་ཀྱི་རོ། ཆོས་ཀྱི་བདག་མེད་བཏུལ་བའི་རྒྱས་པ་དེ། འཇིག་པ་ཡང་དག་རེ་ཆོས་ཀྱི་བདག་མེད་མངོན་སུམ་གྱི་བཏུལ་བའི་ཤེས་རབ་དེ། མངོན་སུམ་ཡང་དག་སྒྲོ་སྐུར་བ་བྱས་ཙང་དེ། ཧོ། ཁམས་པ་དང་པོ་གཉིས་ཀྱི་བསྟན་པའི་གྱི་ཐོག་ནས་ལེའུའི་གསུང་སྤེལ་གྱི། རྒྱུ་ཆ་གཙོ་བོ་དེ། ཆོས་ཀྱི་བདག་མེད་བཏུལ་བའི་ཤེས་རབ་དང་དེ་ཡི་འབྲས་བུ།

ལུས་སྣང་ཆ་ཐུབ་འགྲོ་གི་ཡོད་རེད། བསྟན་སོང། འོ་ད་དེ་འདྲའི་གི་ཐུགས་ནས་གོ་བ་རྒྱག་ཡ་འདུག་ཅི་འདྲ་འདི་ལ་ཡང་ང་ཚོ་ཕ། འོ་ན་གང་ཟག་གི་བདག་མེད་དང་ཆོས་ཀྱི་བདག་མེད་གཉིས་ཀ་ནི་ཟག་པ་འགྲོ་སྟངས་ག་རེ་ད་དེ་འོག་ལ་མ་མ་ཞིག་ཚིག་འགྲེལ་ཁ་ཐུར་ཡོང་གི་རོ་བ། འོ་ད་ཐུགས་རྗེ་ཆེ། ད་འདི་ཁ་ཐུར་ལ་ཡང། ཅེས་དགེ་ལུགས་སྒྱུ་འཕྲུལ་ཁ་ཐུར་ལ་ཡང། ཆབ་མགོན་དུ་མ་རྟགས་གསལ་ག་འདྲ་ག་འདྲ་མང་པོ་ཡོང་གི་རེད་སྲིད་དུས་ག་ལ་ཡ། དཔེར་ན། བདག་གིས་རྟོག་གེ་ཚིག་དོན་བརྒྱད་དེ། རང་གི་ཡིག་ཆ་ངེས་པའི་རྟགས་དང། ངེས་ནས་རྗེས་འཇུག་ཏུ་འཇུག་པའི་རྟགས་གཉིས་སུ་འདོད་པ་རེད། ཨ། གཉིས་སུ་འདོད་ཡོང་དུས་གལ་ཏེ་གཉིས་སུ་འདོད་ཚུལ་ག་རེ་རེད། ཅེ་ན། འདོད་ཚུལ་ལ་རྩོད། ད་འདོད་དེ་ན་དེའི་ཁ་དོག་བདག་གིས་རྟོག་གེ་ཚིག་དོན་བརྒྱད་དུ་མ་གྲངས་ཀ་བསྒྲགས་ནས། ཨ་ནི་རང་གི་ཡིག་ཆ་ངེས་པའི་རྟགས།

དེ་གོ་ས་བཅུ་པའི་ཡན་ལག། དེའི་དགག་བྱ་རྣམ་པ་གསུམ་ནི། གོ་ས་བཅུ་པ་དེ་ལ་ཡང་ངོས་བཟུང་བརྟགས་ན་འཇིག་པ་རྟག་སྣང། དེ་བློ་དགོས་རུང། དེ་བཤད་པ་རུ་མ་འདོད་ལ་ཁོ་ཐག་གི་ཆ་ནས་བཤད་པ་མ་རེད། གོ་ས་བཅུ་ཡན་ལག་གི་ཆ་ནས་བཤད་པ་རུ། དེ་ཡིན་ན་རང་གི་གཞན་ངེས་པའི་ཐབས་ནི་མདོའི་རང་གི་གཞན་ངེས་པའི་ཐབས་མ་ཡིན་ཟེར་དེ་འདྲའི་ཡོང་གི་འདུག་ད་ཡིན་ན་རྩོད་དགོས་འདུག་རང་གིས་བཞག་ངེས་པའི་ཐབས། འདོད། རང་གིས་བྱས་པའི་ཐབས་ཡིན་དང་མ་ཡིན་པ་དང། རི་བོའི་ཤུགས་ལངས་དགོན་པར་ཡོད་པའི་ཤེས་ལས་ཚད་མ་རིག་སྒོ་ལས། མངོན་སུམ་དང་ནི་རྒྱུད་བཟོད་པ་ལྟར་སྣང་བྱེད་པ་བདག་རིག་ཅེས་གསུངས་པས། ད་ཆ་དེ་གཏོང་དགོས།

ཨ། སྟོང་གསོན། ངོ། འདི་ཕྱི་དང་འདི་གཉིས་དུས། གཞན། ངས་ནི་གཞན་རྒྱུད་དུ་བཅུག་པའི་ཐབས་བཞི་དང་པོ་ཡོངས་ཀྱི་བསྡུ་བ། རང་གི་ཡིད་བཞག་ངེས་པའི་ཐབས་བཞི་པོ་དེ་ག་རེར་བྱ། ཕྱི་མ་ལ་ཡོངས་ཀྱི་བསྡུ་བ། ཅེས་དང། ཚིག་སྦྱོར་མི་འདྲ་བ་ཡོངས་ཀྱི་བསྡུ་བ། ངོ་བོ་དེ། ཅེས་དང་འདི་ལ་ཡང། ད་ལྟ། ཅེས་དང་ཚད་མ་རིལ་བུ་འདི་དང་ལས་བྱེད་པ་ཡིན་ན། ད་ལྟ་འདི། སྒྲུབ་པ་དང་ནི་སུན་འབྱིན་ནུས། ལྟ་དང་བཅས་པ་གཞན་དགུ་བཤད། སྔོན་སོང་དང་ནི་རྗེས་སུ་དཔག་ལྟ་ན་བཅས་པ་བདག་རིག་ཤཱ་རི་ཟེར་བའི་ཚིག་དེ། ད་ལྟ་རིགས་དགུ་སོ་བདུན་ག་ལ་ཡ། ད་ལྟ་སྟེ་རེ་དོགས། ཐང་སིན་ལག་མ་གི། ད་དུས་རོ་བདུན་པ་རོ་བརྒྱ་ཕྲག་བདུན་པ། གསུམ་ཚང་སིན་མར་བས། མ་འོ་ཐང་སིན་ལག་མ་གི་བརྒྱ་འགྱུར་དུ་རོ་བ། ཇི་ལྟར་དེ་རྣམས་བློ་ལ་བྱེད་པ་ཡིན་ན་བགྲོད་པ་དང་ནི་སུན་འབྱིན་ནུས། ལྟ་ན་བཅས་པ་གཞན་དགུ་ཤར། སྔོན་སོང་དང་ནི་རྗེས་ལྟ་ན་བཅས་པ་བདག་རིག་ཅེས་ཟེར་གྱི་དོ། དེ་རྣམས་བློ་ལ་ཡ། ཐང་སིན་ལག་མ་གི་བརྗོད་ཡ་དེ་ལས།

བརྒྱད་བཅུ་དྲུག་ན་ལ་འདུ་བ། ཅེ་ན། སེམས་དཔའ་རིལ་བུ་ཁ་མི་འདྲ་གཉིས་ཡོད་འགོ་འདུ་བ་འགྱུར་མི་འདྲ་གཉིས། ཅེ་ན། ད་ལྟ་བོད་འགྱུར་ཅེས་པ་འདི་ལ་ཡང་མཚན་མ་རིག་པ་ལ་འཇུག་པའི་སྒོ། ཟེར་ཏེ་ཡོད་འགོ་འདུ་བ། མཚན་མ་རིག་པ་ལ་འཇུག་པའི་སྒོ་དེ། སུས་བསྒྱུར་རྒྱུ་རེད་ཡ་ཟེར་དུས་ག་ལ་ཡ། ཁ་ཤི་བན་དྷུ་དང་ཆེན་མོ་ཐམས་ཅད། ཐམས་ཅད་བྱིན་པས་གསུང་བ། གསུང་བ་ལས། ཤཱཀྱ་དགེ་སློང་གྲྭ་པ་རྗེ་བཙུན་དཔལ་བཟང་པོ་དགེ། ས་སྐྱ་གཙོ་བླ་ཁང་ཆེན་པོ་བསྒྱུར་བའོ་གསུང་གི་འདུག་དེས་ན་དེའི་གི་བསྒྱུར་བྱ་བའི་ནང་ལོགས་ལ་བྱེད་པ་ཡིན་ན། ཚད་མ་རིག་པ་ལ་འཇུག་པའི་སྒོ་ཕྱེ་བྱེད་བ་རབ་ཏུ་བཤད་པ་བྱས་ན་ཚད་མ་རིག་དགུ་སྟེ་བསླབ་ཏུ། ཁྱེད་རང་བོན། ག་སོ། རིག་དགུ་ཞེས་པ་བོན་སྐྱོར་དུ་མི་སྣང་ལགས་ན། འགྲིག་གི་མི་འདུག། བྱས་ཙང་ཚད་མ་རིག་པ་ལ་འཇུག་པའི་སྒོ་ཞེས་བྱ་བར་རབ་ཏུ་བཤད་པའང་གསལ་གྱི་མདོ་དེ་རྣམས་ལ་ལས་ཚིག་ག་རེ་ཡོད་རེ་ཟོས་ཏེ་སྒྲོལ་མ་དང་ནི་སུན་འབྱིན་ཉིད། ལྟ་སྣང་བྱེད་པ་གཞན་དུ་ཤར། ད་གིན་ང་ཚོས་ག་རེ་ལབ་སོང། སྒྲོལ་མ་དང་ནི་སུན་འབྱིན་ནུས་ལབ་དོ། ལྟ་སྣང་བྱེད་པ་གཞན་དགུ་ཞེས་ལབ་དོ། ཚད་མ་རིག་པ་ལ་འཇུག་པའི་སྒོ་རྣམས་ལ་ལས་ཚིག་ག་རེ་ལ་བཞག་ཟོས་ཏེ་སྒྲོལ་མ་དང་ནི་སུན་འབྱིན་ཉིད། ལྟ་སྣང་བྱེད་པ་གཞན་དུ་ཤར། དངོས་སུ་དང་ནི་རྗེས་སུ་དཔག། ལྟ་ན་ཅེས་པ་བདག་རིག་བཞིར་ཚིག་རྐང་ཕྱི་མ་གཉིས་ནི་ཚང་བར་བྱེད་པར་རིགས་ནོ། ཅེས་དང། དེ་གི་ནང་ལོ་ད་ལྟ། སྡིག་གིས་བསྟན་འགྱུར། བ་སྟེ་ད་ལྟ་འདས་གྲངས་བརྒྱ་དང་ཉིས་བརྒྱ་བཅུ་དྲུག་རེ་བས། དེ་ནང་ལོ་ལ་ཡི་དྭགས་མ་དེར་དེ་ནས་ཅི་ལབ་དོ་ཅེ་ན། བརྒྱ་ཡི་བརྒྱ་ཡི་བརྒྱ་པོ་ལ་རིགས་པ་ལ་འགྱུར་བ་ཞིག་སྣང།

ལོང་གའི་ཁ་དོག་ལ་ལོང་གའི་དྲོད་གཏོང་ས་དང་ལ་ལ་ཡང་རིལ་གོ་དང་འགལ་བ་ཅི་ཡོད་རོ། དེ་ནས་རླུང་གི་རེ་བ་ར་ཡོད་དང་འགལ་བ་དང། དེ་ནས་ག་རེ། ཚད་མ་ཀུན་འདོད་དང་འགལ་བ་ཚུལ་འདི་ཚད་མི་འདྲ་གསུམ་ཡོད། དེ་དང་ལ་ལ་ཡང་རིལ་གོ་དང་འགལ་བ་སྟངས་ཡོད་དེ་རིལ་གོ་གི་ལོང་ག་རེ་དྲངས་ཡོད་རེ་ཟོས་ན། རིལ་གོའི་ངག་ཉེ་བའི་ལྟེ་བ་དེར་བ་ལྟེ་བ་དང་པོ་དེར་ལོང་གའི་དང་པོ་དེར་བ། རིལ་གོ་ནང་ལ་ཡང་རིལ་ཞེས་འགལ་བ་དང་མ་ངེས་པའི་རྟགས་ཀྱི་གཉེན་པོར་གཉིས་ཀ་བརྗོད་པ་གང་ཡིན་པ་དེ་ནི་རིལ་སོགས་སའི་རྒྱུ་བ། དེ་དང་འདྲ་འདི་ནང་ལ་མི་འདུག། ཚད་མ་རིལ་པ་ལ་འཇུག་པའི་སྒོ། ནང་ལོ་བས་མི་འདུག་ལ། ཚད་མ་རིགས་པ་ཚད་མའི་བསྟན་བཅོས་རིགས་པ་ལ་འཇུག་པ། ཟེར་བའི་སྙིང་ག་ནང་ལ་ཡོང་གི་མི་འདུག་ད་ཡིན་ནའི་རྒྱུར་མི་འདྲ་བ་སུ་ན་ཡང་མི་འདུག་དེ་འདྲའི་གི་རྐྱེན་པས་གི། དེ་ཡོང་མ་ཡོང་གི། ལུང་དེ་ཡོད་དམ་མ་ཡོད་མང་པོ་ཡོང་གི་འདུག་དེ་ཚོའི་ལས་ཕར་ཟོ་དོགས་གཅོད་བྱས་ཡག་འདུག་ཁྱོད་ཀྱང་འདི་ཡང། གལ་སྲིད་ཧ་མ་འདྲེན་དང་པོ་དོགས་གཅོད་ཁ་ཐོར་ལ། ང་ཚོ་ཡ་གི་གཞས་མེ་སྟག་ཁ་ཐོར་ལ། ངས་ཆུ་དངོས་སུ་འཛིན་པའི་གཞུང་དེ། ཞེས་ན་རིགས་དགུ་བཞག་ནས་འགྲིག་གི་འདུག་གི།

རྒྱ་སྐད་དུ་སུ་བསྒྱུར་རྒྱུ་རེད་ཐད་ཀར་བསྒྱུར་རྒྱུ་རེད། ཁྱོད་འདི་ནང་ལོགས་ལ་ཡང་ག་རེ་ཡོང་གི་འདུག་ཟེར་དུས། བསྟན་སྲིད་བསྟན་སྲིད་ནི་ཚུལ་གསུམ་མོ། ཚུལ་གསུམ་པོ་དེ་ཡང་གང་ཞེ་ན། ཤུགས་ཀྱི་ཆོས་གཉིས་དང། མཐུན་པའི་ཆོས་ལ་ཡོད་པར་ངེས་པ་དང། མི་མཐུན་པའི་ཆོས་ལ་མེད་པར་ཉིད་དུ་ངེས་པར་ཡང་ངོ། ཟེར་གི་འདུག་བ། ཅེས་ན་མཐུན་ཆོས་ལ་ཡོད་པར་ངེས་པ་དང་མི་མཐུན་ཆོས་ལ་མེད་པར་ཉིད་དུ་ངེས་པ་ཟེར་དུས་ངེས་པ་དངོས་སུ་ཡོང་གི་འདུག་བ།

ངེས་པར་བྱ་བའི་དོན་དུ་དང་དོན་དུ་སྟེ། མེད་པ་ཉིད་ལ་མེད་པ་ཉིད་ཡིན་གྱི་གཞན་ལ་མ་ཡིན། མ་ཡིན་པ་འགའ་ཞིག་མ་ཡིན་པ་མ་ཡིན་ལ། འགལ་བ་ཡང་མ་ཡིན་ལ་ཞེས་པའི་དོན་ནོ། ཐ་དད་མ་འོག་ལ་ཡོད་དགུ་དོ། ཅེ་ན། དགུ་གཙོ་ཡོད་དུས་ཚོད་གསུམ་པོའི་རྟགས་ཀྱིས་གང་བརྗོད་པ་དེ་བརྗོད་པར་བྱ་སྟེ། རྗེས་པ་ཤ་དང་དེའི་དོན་ལ་དེའི་ཁ་དོག་གི་རང་འབྲས་དེར་བ་ཡོད་དང་མེད་ཉིད་ལ་མེད་པ། ལ་མེད་པའོ། རྗེས་སུ་དཔག་པར་བྱ་བ་ནི་ཆོས་ཀྱི་ཁྱད་པར་དུ་བྱས་པའི་ཆོས་ཅན་དང། ད་དེ་ལ་སྔོན་སོང་མ་ཟེར་ནས་ཤོ་ཆུན་གྱི་སྔོན་སོང་དང་ཆགས་པ་འདི་ཚད་མ་ག་རེ་བཞག་དགོས་རེད་ཟེར་ནས་བྱས་ན་ཤོ་ཆུན་གྱི་བློ་དེ་སྔོན་སོང་དང་ཆགས་པ་འདི་ཡོད་བློ་དེ་རྗེས་དཔག་རེད་ཟེར་ལབ་དགོས་རོགས་དེ་ལ་སྔོན་སོང་མ་ཇི་སྲིད་བར་བར་མཐོང་གི་ཡིན་ཟེར་དེ་ལྟ་བ་ན་དུ་སྲིད་དེ་ལས་དོགས་གཅོད་ད་དེ་ནི་བར་འཕྲོད་གཞུང་དོགས་གཅོད་རེད། ཨོ་འདི་ཡིན་ནི་ཤེས་ན་རིགས་དགུ་རུ་ཟེར་ཡག་གི་རིགས་དགུ་དེ་ལ་བསྟན་འགྱུར་གྱི་ནང་ལོགས་ལ་ཡང། དྷ་སེན་བླ་མ་གྱིས་དག་སྲུང་ཚང་གི་རྒྱ་ཡག་གི་རིགས་པ་ལ་འཇུག་པ་སོང་ཡ་གཅིག་དང་ཡང། རྒྱ་སྐད་ནས་བོད་སྐད་ལ་བསྒྱུར་བ་ལ་ཚད་མ་རིགས་པར་འགྱུར་བའི་སྒོ་ཟེར་གཉིས་ཡོང་གི་འདུག་བ། ང་ད་དེ་ནང་ལོགས་དེ་ཆེད། ད་ཡང། བྱས་ཙང་རེ་སྒུག་ནང་ལོགས་ལ་ཡང་འདི་ལ་བར་འཕྲོས་ནས་དོགས་གཅོད་བྱེད་པ་ཡིན་ན། ད་སྟོད་གི་ཚིག་དོན་བརྗེད་སླ་བ་རང། ཅེས་སྟོད་གི་ཚིག་དོན་བརྗེད་ཟེར་དུས་སྐབས་ད་གེ་ལ་བ་ན་ཅིག་བྱས་ནས། སྟུག་གི་དུ་ན་ག་རེ་རེད། སྟུག་གི་ཟེར་ཡ་དེ་ག་ལ་དགོས་རེད།

ལྟོ་གོས་གཏིང་བརྗེད་མ་ངེས་པདྨ་ཆགས་ཀུན་རྫོགས་སྤྱོད་བ་ཅན་ཞེས་པ་ལ་ནི་བརྟེན་པར་འདོད་སའི་དེ་ཁ་དོག་ལྟ་དེ་ཁ་དོག་དབྱིག་གཉེན་གྱི་འགྲེལ་པ་ལོ་དུས་ཅན་གྱི་འགྲེལ་པ་དབྱིག་གཉེན་གྱི་འགྲེལ་པ་ན་གར་གསུངས་ཀྱང་ཟེར་ནི་ལྟོ་གོས་དེ་ཁོ་ན་ཉིད་མ་མཐོང་བ་ལ་བརྟེན་པ་ནི་ལུང་གཙང། ལུང་ཅུང་ཟད་ལ་བརྟེན་པ་ཡིན་ནོ། དབུས་མཐའ་གི་འགྲེལ་པ་བློ་བརྟན་གྱིས་ད་འགྲེལ་བཤད་དེ་རང་བསྟོད་གོ་བ་དང་ནི་རྟོགས་པ་དང། གསལ་བ། གསལ་ནུས་པ་དག་དང་དེ་བཞིན་གཤེགས་པའི་གསུང་རབ་ལ་བརྟེན་ནས། བསྟན་བཅོས་ཕྱིན་ཅི་མ་ལོག་པར་བཤད་པའོ་ཞེས་གསུངས་པས་འདིར་རྟོག་གེ་ལ་དང། མ་དག་རྟོག་གེ་ལ་གསུང་བཤད་པ་དང་མི་དག་རང་འགྲེལ་ལས། འདི་ལྟར་གཏན་ཚིགས་པ་དག་ནི་ཞེས་པའི་འགྲེལ་བཤད་དོ་བ་ལ་ཡིས་མཛད་པ་ལས་གང་དག་གཏན་ཚིགས་ཀྱི་ཐ་སྙད་འདོད་པ་དེ་དག་ནི་གཏན་ཚིགས་པ་དག་སྟེ་རྟོག་གེ་བ་ཞེས་པ་ཐ་ཚིག་གོ། སྤྱིར་ན་རྟོག་གེ་ཟེར་དུས་གང་ལས་ག་རེ་ཟེར་ཏོ། བློ་སྣང་རྟོག་དང་གཏན་ཚིགས་གཉིས་ལ་བཞག་གི་རེད་གསུངས་ཏོ། སྤྱིར་ན་བློ་སྣང་རྟོག་དང་གཏན་ཚིགས་གཉིས་ལ་བཞག་པ་ཡིན་ན་སྔོན་སོང་ཡང་དག་ཆོས་རྟོག་གེ་མ་ཡིན་པ་དང། རྟོག་གེ་དེ་ལ་རྟོག་གེ་ཟེར་དོན་རྒྱས་མེད་པ་དང། རེད་སོན། འོ་དེ་འདྲ་བྱས་ནས་བར་བཏང་ཡང་བཏང་ཡང་འདུག་ཡང་ང་ཚོས་འདི་ག་ཏོ་ལི་ཚད་མ་རིག་མཁན་དེ་ཚོ་ལ་ཡོང་གི་ཡོད་རྟོག་གེ་ཡི་བསྟན་བཅོས་དང།

ཚད་མ་ཀུན་བཏུས་ལ་བཟོད་པ་རང་འགྲེལ་དུ་བྱས་པ་དེ་ནང་རིག་པའི་གཏན་ཚིགས་མ་རེད་ཟེར་ནས་གསུངས་པར་བ། དོགས་གཅོད་བྱེད་པར་བ་དང་ནང་རིག་པའི་གཏན་ཚིགས་མ་རེད་གཙོ་བོ་གོ་བ་ཤོད་ངང་གི་གོ་བ། སྒྲོ་འདོགས་གཅོད་ཡ་དང་བཀག་ཡ་གཅིག་པུ་མ་གཏོགས་པའི་གི་ནང་རིག་པའི་བསྟན་བཅོས་མ་རེད་ཟེར་ད་དེ་ལ་ཡང་ནང་རིག་པའི་བསྟན་བཅོས་དང་ནི་ག་རེ། གཏན་ཚིགས་རིག་པ་གཉིས་ལ་ཡང་ག་རེ་འབྲེལ་བ་རེད་མོ་བཞི་འབྲེལ་བ་རོ། ནང་རིག་པ་ཁོ་ན་ཡིན་པ་དེ

འདུག་གི་རིག་པ་ཁོ་ན་ཡིན་ལ་ནང་རིག་པ་མ་ཡིན་པ་དེ་སུ་སེམས་རྒྱུད་ཉོན་མོངས་པ་འདི་བྲི་བའི་སྐད་ཅིག་མ་རང། སྙིང་ག་མ་ཡིན་པ་འདི་སྨྲས་སྐྱེ་ཡ་ལ་རྒྱལ་བ་ལ་སོགས་པ་ལྟ་བུ།